ཚངས་དབང་གིས་གཏམ་གསན་སྲིད་གནང་མཁན་རྒྱ་ཆེའི་དྲ་གྲོགས་རྣམས་ཀྱིས་ཡང་ནས་དུས་གསུམ་གྱི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ད་རེས་ངས་དོན་ཐེངས་དྲུག་ཅུ་རེ་གཉིས་དེའི་ནང་ལ་ག་རེ་ཞུ་བ་ཡོད་ཟེར་ན། ནས་འདས་པའི་ཉིན་མོ་གསུམ་རེ་འགའ་ལ་ཡང་ཨ་རིའི་སྲིད་འཛིན་ཁྲོམ། ནས་རྒྱ་ནག་ལ་རྒྱལ་སྟོན་འཚམས་འདྲི་བྱེད་པའི་སྐབས་ཡང་ནས། ཞི་ཅིན་ཕིང་གིས་གོང་བུ་བཅས་རྒྱལ་དོན་གྱི་གསོལ་སྟོན་དེ་འདྲའི་བཤམས་པའི་ནང་ལོགས་ལ་ཡང་དག་གཅིག་ཏང་གི་གསར་འགྱུར་མང་ཇེ་ཆེ་རུ་ནས་བཏོན་ཚར་བས་དེའི་ནང་ལ་ཡང་ཨ་ནེ་གོའེ་མོ་ལ་ཡང་གནས་ཚུལ་འདི་ལྟ་སྟེ་བརྙན་ཐུང་འདི་ཁ་ཤས་གཅིག་ལྟར་གྲགས་ཀྱི་ནང་ལ་བཏོན་འདུག་འོ་དེའི་འཕྲལ་མཁན་དེ་ཉན་བསམ་ཞུས་ན་བསམ་སོང་ཨ་དེ་དང་ཆབས་ཅིག་ད་རེས་ད་ལྟ་ཨ་རིའི་སྲིད་འཛིན། ཨ་ཡ་ཡ་རྒྱ་ནག་ལ་རྒྱལ་སྟོན་འཚམས་འདྲི་བྱས་པ་དེར་རྒྱ་ནག་གཞུང་ངོས་ནས་དཔལ་ལྡན་ཨ་ནེ་རི་བ་མགོ་སྒུར་སྒུར་བྱས་རྗེས་འདི་སྔར་བྱུང་མྱོང་མེད་པའི་ཐོག་ནས་ཨ་ནེ་དཔལ་ལྡན་ཨའི་གུས་ཟུར་གཟབ་རྒྱས་དང་སྣེ་ལེན་གཟབ་རྒྱས་ཞུས་པ་དང་མ་ཟད་ད་དུང་ཁྲོམ་གྱི་ཨ་ནེ་དཔལ་ལྡན་ཅིག་འདོད་པ་གང་ཡོད་ཨ་ནེ་དཔལ་ལྡན་གྱ་ནོམ་པ་འདོད་པ་བཀྲོངས་དེའང་དེ་འགྲིག་གནས་ཚུལ་བྱས་པ་ཡིན་ནའི་ལས་ཞིས་ཅིན་ཕིང་གིས་དང་ཨ་ནེ་རེ་བ་བཏོན་པ་དེ་གང་ཞིག་ཐའེ་ཝན་གྱི་གནད་དོན་དེའི་ཐད་ལ་ཡང་ཇུས་གཏོགས་མ་བྱས་ཟེར་ཡག་དེ་འདྲས་དེ་ལ་ཡང་ཨ་རིའི་སྲིད་འཛིན་ཁྲོམ་ཀེ་ནི་དྲང་སྲང་དང་ལེན་མ་བྱས་པ་དང། མཐའ་མ་དེ་ཨ་རིར་ཕར་ཕྱིར་ལོག་བྱས་པའི་གནམ་སྟོན་ནང་ལོག་ནས་ནི་ཞི་ཅིན་ཕིང་ང་གནས་ཚུལ་དེ་བྲིས་སོང་ཡིན་ནའི་ངས་སྐབས་དེ་དུས་ནི་ལན་སྤྲད་མེད་ཀ་ཡིན་ཟེར་ན། ད་ལྟ་ཐའེ་ཝན་མཐོ་སྒང་གཉིས་ཀྱི་ནི་རྔན་མ་ནང་བཞིན་གྱི་ཞི་འཇམ་བཅས་ནི་དམག་གྲོང་མེད་ཅེས་གནས་པ་ནི་ཡག་པོ་རེད། རྒྱལ་སྤྱི་འདིའི་ནང་ལོ་ལ་ཐོག་ཐང་གི་དམག་གྲོང་བྱུང་བས་ན་ཕྱོགས་གཉིས་ཀར་ཡང་ནི་ཕན་ཐོགས་ཡོད་མ་རེད། ལྷག་པར་དུ་ང་ཚོས་ནི་ཨ་རིས་ད་ལྟ་ཐའེ་ཝན་ལ་ཡང་ནི་སྲུང་སྐྱོབ་བྱེད་ཀྱི་དེ་འདྲའི་སྙན་མང་ཁས་ལེན་བྱས་པ་དེ་ལག་ལེན་བསྟར་དགོས་དུས་ང་ཚོས་ནི་པ་ལང་ཀ་ཐག་རིང་པོར་ཞི་དྲག་ཡིན་པ་ལ་དམག་དུབ་བཅས་ནི་དེ་ནང་ནི་དམག་མི་གཏང་དགོས་ཨ་དེ་འདྲ་གནས་ཚུལ་ཆགས་ཀྱི་རེད་ཟེར་ལབ་པ་ཡིན་གཅིག་ལབ་དང། དེ་ནས་ཨ་ནི་རྒྱ་ནག་གི་ད་ལྟ་ཨ་རིས་ཐའེ་ཝན་ལ་གོ་དོན་མཐོང་ཡང་དེའི་སྐོར་ལ་ཡི་སྐད་ཆ་འདྲི་དུས་ཨ་ནི་ངས་ད་ལྟ་དེའི་ཐད་ལ་ཡང་ཐའེ་ཝན་ལ་ཡོད་པའི་འཛིན་སྐྱོང་ཇི་སྙེད་ཀྱི་འགོ་ཁྲིད་ལ་ཡང་སྐད་ཆ་དྲིས་ནས་ཐག་བཅད་ཀྱི་ཡིན་ཟེར་དེ་འདྲ་ཞིག་ལབ་ཤག་ད་གོ་ཁྲིད་ཟེར་དུས་སྲིད་འཛིན་བླ་ཆེན་དག་ཡིན་པ་ཨ་ནི་མིང་མ་འདོན་པའི་ནད་ཁོ་རང་ལ་གོ་དགོས་ཀྱི་ཡོད་དུས

ངས་དེའི་སྐོར་ལན་རྒྱག་འདོད་མེད་ཅེས་དང་ཡང་ཐའེ་ཝན་ལ་དམག་དོན་སྒོ་དོན་མཐོང་རྒྱུའི་ཐད་དྲིས་པར་ཁྲོམ་གྱིས་ཐའེ་ཝན་གྱི་སྲིད་འཛིན་བླའི་ཆིང་ལ་སྐད་ཆ་དྲིས་ནས་ཐག་བཅད་ཀྱི་ཡིན་ཟེར་ལན་འདེབས་བྱས་པ་དེས་རྒྱལ་སྤྱིའི་སྤྱི་ཚོགས་ནང་སྦིར་གྲགས་ཆེན་པོ་ལངས་ཡོད་པ་རེད། དེའི་སྔོན་ཙམ་དུ་ཨ་རིས་འབྲོག་ལྷ་དུང་ཕྱུར་བརྒྱ་དང་བཞི་བཅུ་ལྷག་ཙམ་ཞིག་དམག་གི་སྒོ་དོན་ཐོན་སར་དེ་འདྲས་ཐེངས་གཉིས་ཙམ་ཐའེ་ཝན་ལ་བཙོངས་ཡོད་པ་རེད། ཟླ་རེར་ཨ་རིའི་གྲོས་མོལ་སྐུ་ཚབ་ཚོགས་པས་པེ་ཅིང་གིས་སྤྲད་པའི་ལག་རྟགས་ཚང་མ་གནམ་གྲུའི་ནང་མ་ཚུད་གོང་གད་སྙིགས་ནང་གཡུགས་པ་རེད། དེ་ལྟར་བྱེད་དགོས་དོན་ནི་ཨ་རིས་རྒྱ་ནག་གཞུང་ལ་ཡིད་ཆེས་མེད་པ་དང་ལག་རྟགས་དེ་ཚོའི་ནང་རྒྱ་ནག་གཞུང་གིས་ལྐོག་ཉན་བྱས་པའི་འཕྲུལ་ཆས་དང་གསང་ཉུལ་དང་འབར་རྫས་རིགས་བཞག་ཡོད་པ་དེ་གས་གནམ་གྲུའི་ནང་མ་ཚུད་གོང་གཅིག་ཀྱང་མ་ལུས་པར་གད་སྙིགས་ནང་གཡུགས་པ་རེད། ཁྲོམ་དང་ཞི་ཅིན་ཕིང་གི་དགའ་སྟོན་དགོང་ཚོགས་ཐོག་ཁྲོམ་གྱི་ལྕོགས་ཚོད་ཁང་གི་ཡིག་སྣོད། ཡིག་སྣོད། དེབ་ཆུང་གཅིག་ལས་རྟགས་གཞན་པ། ཡིག་སྣོད་ཀྱི་ཁ་སྔོན་ནས་བཏགས་ཙམ་བྱས་པ་དེར་འབྲས་བུ་མང་པོ་ཞིག་གིས་འདི་ཁྲོམ་གྱི་གཞི་ཡི་དེབ་ཆུང་ལ་བཏགས་ཤོས་ཡོད་པ་མ་རེད་བའི་ཚོར་བ་དང་དོན་དག་དེ་འདྲ་བར་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོར་རྒྱ་ནག་གི་དམར་ཕྱོགས་ཚོགས་ཆེན་ཉི་ཤུ་བའི་མཇུག་སྒྲིལ་ཚོགས་འདུའི་ཐོག་དེ་སྔའི་ཏང་གི་འགོ་ཁྲིད་ཟུར་བ་ཝུའུ་ཅིན་ཐའོ་ཡིས་ཞི་ཅིན་ཕིང་གི་ཡིད་སྨོན་ཁ་ཆེ་བ་དེ་མ་ཐག་ཝུའུ་ཅིན་ཐའོ་ཚོགས་ར་ནས་དམའ་སྤེལ་བ་དེ་དྲན་གསོ་བྱེད་དུས། དངོས་གནས་ཕྱི་ནང་གཉིས་ལ་ཐོབ་ཐང་ཁྱད་པར་ཆེན་པོ་དེ་ཙམ་ཡོད་པ་འདྲ་ཞེས་གྲ་སྒྲིག་ནང་ལབ་གླེང་འཕྱ་སྨོད་བྱས་ཡོད་པ་རེད། རྗེས་ལ་བགྲེས་ཡོལ་ནས་ཁྲོམ་གྱི་ལག་པ་འཆང་བའི་ཡིན་ཡོད་འདི་བཞིན་གྱིས་གཞིས་ཀྱི་མ་རེད་ཁྲོམ་ཁོ་རང་གི་རེད་ཟེར་བའི་གསལ་བཤད་བྱས་འདུག་པ་དེ་ནི། གཞན་མིའི་ཚོགས་པར་ཐེ་ལ་མ་ཤོད་ཟེར་བའི་བུད་མེད་གཏམ་དཔེ་འདི་སྐབས་དེར་དྲན་སོང། དེ་ནས་ཡང་གོས་ཐུང་བ་གཅིག་ལ་སྲིད་འཛིན་ཁྲོམ་གྱི་མི་དམངས་ཚོགས་ཁང་ཆེན་མོའི་མདུན་ཐང་དུ་རྒྱ་ནག་དཔོན་རིགས་རྣམས་ལག་པ་གཏོང་བཞིན་པའི་སྐབས་ཆིན་ལིན་ཝང་ཡིས་རྒྱབ་ལོགས་ནས་རོགས་པ་གཞན་དང་ཁ་བརྡར་བསྡད་ཡོད་དུས་ཚད་ཀྱིས་ཝང་ལིས་ལག་པ་བསྒུར་ནས་འདི་འདྲས་མ་བྱས་སུ་སྐྱོན་བརྗོད་བྱས་ཅེས་གཞི་ནས་ཚུར་ཁ་ལ་སྒོ་དགུ་དགུ་བཅད་ནས་བསྡད་པ་དང། དེ་མིན་ཨ་རིའི་ཕྱུག་བདག་མ་ག་སེར་ཡང་དགོང་ཚོགས་དང་རྒན་མོ་སློང་བའི་རྣམ་འགྱུར་འདྲ་མིན་བསྟན་པ་ཡང་གྲགས་ཅན་རྣམས་བསྟན་ཡོད་པ་རེད། ད་རེས་ཨ་རིའི་སྲིད་འཛིན་པེ་ཅིན་ལ་རྒྱལ་སྟོན་འཚམས་འདྲི་སླེབས་པ་དེ་རྒྱ་ནག་གཞུང་ཕྱོགས་ནས་སྔར་བྱུང་མྱོང་མེད་པའི་ཚད་མཐོའི་ཕེབས་བསུ་ཕེབས་སྐྱེལ་ཞུས་པ་དང་ཞི་དང་ཁྲོམ་གཉེར་གྲོས་མོལ་བཅས་རྒྱ་ནག་ནས་ཨ་རིའི་ཕོ་དབྱིངས་ཞེས་པའི་གྲུབ་ཆའི་གནམ་གྲུ་ཆེན་པོ་དེ་རེས་གྲངས་ཉིས་བརྒྱ་ཉི་ཅུར་གན་རྒྱ་ཆོག་པ་དང། དེ་ཙམ་མ་ཟད་ཁྲོམ་གྱིས་ཨ་རིའི་ནང་ཕྱུག་ཤོས་ཡིན་པའི་ཕྱུག་བདག་ལས་གྲུབ་པའི་ཚོང་འབྲེལ་ཚོགས་པ། ཚོགས་འདུའི་ཚོགས་པ་ལས་གྲུབ་པའི་དེའི་ནང་ཀུ་ཤུ་དང་ཅང་གི་སྦྱིན་བདག་དང། མ་ཐའེ། མོ་སི་ཀ། དབྱིན་ཝང་བརྡ་ཡི་ཧོང་ལན་ཆུང་སོགས་ཡོད་པ་དེ་དག་ལ་ཨ་རིའི་ཚོང་འབྲེལ་ལས་ཁུངས་ཀྱིས་བཀའ་འཁྲོལ་ཐོབ་པ་ལྟར། ཨ་རིའི་ཕྱིར་འབྲངས་ཁྲི་བདུན་བརྒྱ་ལྷག་ཙམ་རྒྱ་ནག་གི་ཨ་ལི་པ་པ་ཟེར་བ་དང་ཐང་ཤུན་བཟོ་ལས་ཚོང་ཁང་ལ་བཙོང་བསྒྱུར་བྱས་ཡོད་པ་རེད། ཚོང་འབྲེལ་དང་སྲིད་དོན་ཉམས་ཞིབ་པ་ཚོས་དབྱེ་ཞིབ་བྱས་དོན་ལ་ད་རེས་ཀྱི་གྲོས་མོལ་འདི་ཨ་རི་དང་རྒྱ་ནག་གཉིས་པོས་ཁ་མཐུན་པའི་བར་འགྲན་ཞེས་པའི་མཐའ་མའི་ས་ཚིགས་དེ་ལས་གནས་ཐུབ་པ་བྱས་ཏེ་དོན་མེད་ཀྱི་རྙོག་དྲ་ཡོང་བ་སྔོན་འགོག་བྱས་ཡོད། དེ་བརྟེན་ད་རེས་རྒྱ་ནག་གཞུང་གིས་མགོ་བསྐོར་ནས་ཁྲོམ་ལ་སྤྲེལ་ལད་ཀྱི་ལག་རྟགས་རྒྱག་སྙམ་པ་ཕུལ་ཡོད་པ་རེད། དེའི་སྐོར་ཨ་རིའི་ཨེ་ཤེ་ཡ་ཚོང་འབྲེལ་ཚོགས་པའི་རྒྱ་ནག་ཁུལ་གྱི་སྤྱི་ཁྱབ། ཧན་ཧྲན་ལིན་གྱིས་གལ་ཏེ་རྒྱ་ནག་གཞུང་གིས་ཁྲོམ་གྱི་འདོད་པ་ཁེངས་མ་བྱུང་ན་བསམ་ཡུལ་ལས་འདས་པའི་གནས་ཚུལ་ལྷག་སྲིད་སྐོར་ནན་བརྗོད་བྱས་འདུག་ད་རེས་སྲིད་འཛིན་ཁྲོམ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་ཀྱི་མཇལ་འཕྲད་གྲོས་མོལ་སྐོར་ཨ་རིས་ཕྱོགས་བསྡོམས་སྙིང་བསྡུས་ཤིག་སྤེལ་བ་དེའི་ནང་སྲིད་འཛིན་ཁྲོམ་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་གཉིས་ཕན་འབྲས་ལྡན་པའི་མཇལ་འཕྲད་གནང་ཡོད། ཕྱོགས་གཉིས་དབར་དཔལ་འབྱོར་མཉམ་ལས་ལ་ཤུགས་སྣོན་རྒྱག་རྒྱུ་ཐད་གྲོས་བསྡུར་བྱས་པ་དང་དེའི་ནང་ཨ་རིའི་ཁེ་ལས་ཀྱིས་རྒྱ་ནག་ཁྲོམ་རར་འཛུལ་ཞུགས་བྱེད་ཚད་རྒྱ་སྐྱེད་གཏོང་བ་དང་ཨ་རིའི་བཟོ་ཚོང་ལས་ཁང་ཆེ་ཁག་གི་མགོ་ཁྲིད་ཕྱུག་བདག་ཚོས་གྲོས་མོལ་གྱི་ཆ་ཤས་ལ་མཉམ་ཞུགས་བྱས་པ་དང་དབུ་ཁྲིད་གཉིས་ཀྱིས་ད་དུང། Pantene། ཞེས་པའི་དུག་རྫས་ཀྱི་སྔོན་འགྲོའི་དངོས་རྫས་ཨ་རིར་ཁྱེར་ཡོང་བའི་ལམ་བུ་བཀག་འགོག་བྱེད་པའི་ཐད་ད་ཡོད་ཀྱི་གྲུབ་འབྲས་སྲ་བརྟན་གཏོང་དགོས་པ་དང་རྒྱ་ནག་གིས་ཨ་རིའི་ཞིང་ལས་ཐོན་རྫས་སྐྱེལ་མ་སོགས་ཉོ་ཚོང་མང་དུ་གཏོང་དགོས་པར་ཕྱོགས་གཉིས་ཀས་ཧོར་མུས་ཙི་ཚོགས་ཁག་སྒོ་ཕྱེ་ནས་ནུས་པའི་ཆུ་འགོ་རང་དབང་ཞུགས་རྒྱུར་རྒྱབ་སྐྱོར་བྱེད་དགོས་པའི་མོས་མཐུན་བྱུང་ཡོད། ཞིས་ཅིན་ཕིང་གིས་ད་དུང་ཚོགས་ཁག་དེ་དམག་དོན་ཅན་དུ་འགྱུར་རྒྱུ་དང་དེ་བེད་སྤྱོད་གཏོང་བའི་འབབ་འཕྲལ་འཕྲུལ་སྒྱུར་འབད་བརྩོན་གང་རུང་བྱེད་པར་ངོ་རྒོལ་བྱེད་པ་གསལ་པོ་བསྟན་ཡོད་ལ་རྒྱལ་ཁབ་གཉིས་ཀས་ཨི་རན་ལ་དུས་དྲན་མཚོན་ཆ་ནམ་ཡང་མེད་པ་བཟོ་དགོས་ཞེས་ཨ་རིའི་ལངས་ཕྱོགས་སྲིད་བྱུས་ལ་མོས་མཐུན་བྱས་ཡོད་པ་རེད། ད་རེས་རྒྱ་མིའི་སྤྱི་ཚོགས་ནང་དོ་སྣང་ཆེན་པོ་བྱས་པའི་ཐའེ་ཝན་གྱི་གནད་དོན་ཐད་ཨ་རིའི་ཕྱི་སྲིད་བློན་ཆེན་རུ་པི་ཨོ་ནས་གསར་འགོད་པ་ཁྲོམ་དང་ཞི་མིའི་ཆེད་གཏོགས་ཨ་རིས་ཐའེ་ཝན་ལ་འཛིན་པའི་སྲིད་བྱུས་དང་མི་ཆོས་འགྱུར་བ་གང་ཡང་འགྲོ་གི་མ་རེད་ཅེས་སོགས་ནན་བཤད་བྱས་འདུག་གསན་གཟིགས་གནང་བར་ཐུགས་རྗེ་ཆེ། དགའ་སྤྲོ་དང། བརྒྱུད་སྐུལ། མཆན་འགོད་གནང་རྒྱུ་གལ་ཆེན་པོ་ཡིན་ན་མ་བརྗེད་པ་གནང་རོགས་ཞུ་གི་ཡོད།